ཨོ། ད་ཡང་ང་ཚོ་སོག་ལུ་ཚོགས་པའི་ཚོགས་གུར་པ་ཡོངས་ལ་མཚང་འདྲི་ཞུ་ཡག་དང། དེ་ནས་མཚང་དེ་ནས། ད་རྫོགས་པ་ཆེན་པོ་ཀློང་ཆེན་ཉི་ཟླས་ཀྱི་སྙན་སྒྲོག་ཁྲིད་ཡུལ་སྐུ་གསུང་ལམ་ཞལ་ལུང་ཞེས་བྱ་བ་འདི་ལ་ཐུན་མོང་ཕྱི་ཡི་སྙན་སྒྲོག་དང་ཐུན་མིན་ནང་གི་སྙན་སྒྲོག། ཉེ་ལམ་འཕོ་བའི་རིམ་པ་གསུམ་གྱི་ནང་ནས་གཉིས་པ་ཐུན་མིན་ནང་གི་སྙན་སྒྲོག་དེ་རེད། དེ་ལ་ཡང་ལང་ཐང་ཆེན་གྱི་རྨོང་རྡོ་ཤར་འགྲོ་ཞེས་པ་དང་ཐིག་ཤིང་ཞང་ཆུང་མཆོག་ཏུ་སེང་ཤིང་ཞེས་པ་དང་འགའ་ཅན། སྡིག་སྒྲིབ་སྦྱོང་བའི་ཆེད་དུ་རྡོར་སེང་སྒང་སྟོན་ཞེས་པ་མཐུ་ཆེན་ཚོགས་བསགས་པའི་ཆེད་དུ་ལ་མེ་འདྲ་ཞེས་པ། རྡོའི་ཡི་གེ་བརྐྱང་བ་ཞེས་པའི་ཆེད་དུ་ལ་ལུག་བཞིན་དུ་ཀུ་སུ་ལུའི་ཚོགས་བསགས་ཞེས་པ། རྟོགས་པའི་ཡེ་ཤེས་རང་བརྗོད་དུ་བཙན་ཐབས་སུ་འཆར་བར་བྱེད་པའི་ཆེད་དུ་ལ་བླ་མའི་རྣལ་འབྱོར་ཞེས་པ་རྣམ་པ་དྲུག་ཡོད་པའི་ནང་ནས་དང་པོ་ཤར་འགྲོ་རེད་འདུག།

དེའི་གསང་གི་ནང་ནས་ད་ལྟ་འདི་ཀྱི་སྔས་འགྲོ་ཀློང་ཆེན་སྙིང་ཐིག་གི་སྔས་འགྲོ་གསན་དུ་བྱིན་ཏེ་བཀའ་རྫོགས་པར་ཆེན་པོ། རྡོ་རྗེ་རིགས་ཅན་དབོན་པོ་རྣོན་པོ་དང་ཁྱད་པར་དུ་འཕགས་དགའ་བོས་ཀྱི་ཐེག་བཞི་ཐེག་པ་ཀུན་གྱི་ཡོངས་རྩེ་དུ་གྱུར་པའི་དེ་འབྲེལ་གྱི་ཁོངས་སུ་གཏོགས་དགའ་བོས་ཀྱི་སྔས་འགྲོ་གཅིག་ཡིན་དུས་འདི་ཀྱི་བཀའ་དཀྱིལ་རྟེན་དགའ་བོས་ཀྱི་དེ་འབྲེལ་ཕྱག་སོར་འགྲོ་སྟངས་དེ་བོ་ཐིག་པ་ཆེན་པོ་དགེ་བློ་རྟོག་ཆེན་པོ་སངས་རྒྱ་ཆོས་དེ་འབྲེལ་གྱི་ཕྱག་སོར་འགྲོ་སྟངས་དེའི་ཐོག་ལ་དེ་འདི་འགྲོ་དགོས་མི་བྱེད་དེ་འདྲ་ཡིན་གསུངས་ནས་ད་ལྟའི་གོང་དུ་ཞུས་ཚར་ནས། དེ་རེས་སྐབས་སུ་བབས་པ་གཉིས་པ་དེ་ནི་ཤགས་སུ་འགྲོ་བའི་གི་ཚུལ་སོང་རེད་ད་ཤགས་སུ་འགྲོ་སྟངས་ག་འདྲས་རེད་ཟེར་ན་སོང་རེད་དེ་དེ་ལ་ཐུན་མོང་གི་ད་ཐིག་པའི་གི་ལུགས་ལ་ནི་སངས་རྒྱས་ལ་བསྟན་པ་འཛིན། ཆོས་ལ་ལམ་འཛིན་དགེ་འདུན་ལ་ནི་ལམ་དུ་སྒྲུབ་པའི་གི་གྲོགས་སུ་མོས་ཏེ་དེ་ནི་ཤགས་སུ་འགྲོ་བ་དང་གསུམ་པ་རེད།

ཤ་ཀྱོག་ཤ་ཀྱོག་ཟེར། མདོར་ན་དཀའ་ངག་ཅིག་ལ་འཕྲད་ནས། དེ་གི་རང་གི་ཤེས་ཚོད་འཇལ་མཐོང་ནུས་པ་གི་རྩ་ནས་མི་མཐོང་བུ་གི་དཀའ་ངག་ཅིག་འཕྲད་འོང་དུས། དེ་རང་ལས་ལྷག་བུ་གི་ད་ཤེས་ཚོད་འཇལ་མཐོང་ནུས་པ་ཅན་གྱི་གང་ཟག་ཡིན་གྱི་ཚེ་ནས། ད་དེར་ཤར་ཕྱོགས་ནས་ང་འདི་གི་བཀའ་མངགས་འཕྲལ་འཕྲལ་རྒྱུ་ཅན་གྱི་བཀའ་མངགས་འདི་དང་ཡོད་རྒྱུ་ཅན་གྱི་མདོ་སྔགས་འདི་ལས་ཁྱོད་ཤཱཀ་ཐུབ་བུ་གི། ནུས་པ་ཁྱོད་ལ་འདུག་ཤཱཀ་ཤི་བུ་གི་ཤེས་རབ་ཁྱོད་ལ་འདུག་བྱས་ཙང་ཁྱོད་ལ་ཡོད་པའི་ཤེས་པའི་ཡེ་ཤེས་དང། དེ་ནས། ནུས་པའི་ཐབས་ཀྱི་ནུས་པ་དང་བཅས་ཏེ་ཕྱུང་ནས་ད་ང་འདི་ཡང་ཤ་རུག་ཅིག་ཟེར་ནས། དེ་ནས་ཤཱཀ་ཚོགས་སྐྱོག་འགྲོ་རྒྱུ་ཅན་དེ་ལ་ཟེར་གྱི་རེད་ད་ང་རང་ཚོ་བོད་པ་ཚོ་ད་ཤཱཀ་སྐྱོག་རྒྱུ་ཅན་དེ་ལ་ད་ཉམས་མྱོང་འཆད་དགོས་ན་ཕ་སྐྱིད་འཛམ་གླིང་ན་ད་ད།

དཔེ་ན་དཔེ་འདྲ་བོ་ཆགས་བཞག་དགའ་བ་ཡིན་ན། ད་ང་རང་ཚོ་གི་འཇིག་རྟེན་མི་ཡུལ་དུ་སྐྱེས་ཀྱི་མི་ཡི་ལུགས་བསྟན་རེ་བཤད་ཚར་ནས་བཟུང་སྟེ་ཆོས་འཇིག་རྟེན་གཉིས་ཀ་གི་བདེ་སྐྱིད་ཀྱི་གྲུབ་འབྲས་ཀྱི་རོགས་དགོས་སོགས་ན་ཆོས་འཇིག་རྟེན་གཉིས་ཀ་གི་ལངས་གང་ལ་ཞུགས་པའི་གི་འཕྲིན་ལུགས་དེ་གསུངས་ནས་དེ་ནི་འཕྲིན་ལུགས་དེ་གསུངས་པ་དེ་ལ་བརྟེན་པའི་གི་དེ་ནི་ལངས་དེ་ལ་བརྟེན་ནས་བྱུང་དགོས་པའི་གི་བདེ་འབྲས་ཀྱི་རགས་དགོས་ཀྱི་ཡོད་རེད་ཆོས་ཡིན་ན་ཡང་ཐིགས་པ་གསུམ་གི་བཀའ་དང་དམ་ཚིག་གདམས་པ་གང་ཡོད་པའི་གི་གསུངས་བཞག་གི་འཕྲིན་ཞེས་སོགས་དག་ནང་བྱང་སེར་གསུམ་བར་འཛིན་སྔགས་ཀྱི་གདམས་པ་རྣམ་པ་གསུམ་གྱིས། དེ་ནས་བསྐྱེད་མཚང་དང། གསུང་མཚང་དེ་དག་ཐམས་ཅད་ཀྱི་འཕྲེང་སྟེ་མ་ནོར་བ་དེ་ཚོགས་བརྒྱད་དུ་གསུམ་པ་ལ་བརྟེན་ནས་དམ་པའི་ཆོས་ལ་བརྟེན་པའི་ཆོས་ཀྱི་འབྲས་བུ་གྱི་བདེ་གཤེགས་ཀྱི་འཚོ་བ་ཟད་མི་ཤེས་དམ་པའི་ཆོས་ཀྱི་འབྲས་བུ་ཅན་འོ་རག་ཇོ་དེའི་སྒོ་ནས་རག་ཇི་བྱིན་དེ་འདྲ་རེད། དམ་པའི་ཆོས་ཀྱི་འཕྲེང་དང་འགལ་ནས་དམ་པའི་ཆོས་ཀྱི་བདེ་གཤེགས་ཀྱི་འབྲས་བུ་ཅིག་རག་དགོས་ན་དེ་རག་རྒྱུ་མེད་པ་བརྒྱ་ཆ་བརྒྱ་རེད། ཆོས་ལས་འདས་པའི་མ་ཡིན་པའི་འཇིག་རྟེན་པ་གཅིག་གི་ཐད་ནས་སོ་ནམ་སྟོང་པ་འཇིག་རྟེན་པའི་གི་ས་ཤ་རྒྱ་བཀའ་ཡུལ་སྡེ་ལུང་པ་གང་ལ་གནས་ཤིང་གང་ལ་སོང་ཀྱང་གང་ལ་སོང་ཟིན་གྱི་གནས་དང་གང་ལ་གནས་ཟིན་གྱི་གནས་དེ་ནས་རང་གི་འཚོ་བ་བདེ་བཤེགས་ཀྱིས་འགྲོ་དགོས་ཀྱི་ཡོད་ན་ས་གནས་དེ་དང་དེའི་རྒྱ་བཀའ་དེ་དང་དེ་གི་འཕྲིན་ལུགས་དེ་འཚོལ་གྱི་དུ་སོང་ནས། དེ་ནི་རང་གི་འཚོ་བ་བདེ་སྐྱིད་ཀྱི་འབྲས་བུ་འཇིག་རྟེན་གྱི་བདེ་སྐྱིད་ཀྱི་རགས་བསྒུལ་རྒྱུ་གཅིག་རེད་མ་གཏོགས། རྒྱལ་ཁབ་དེ་དང་དེ་ས་གནས་དེ་དང་དེ་གི་འཕྲིན་དེ་དང་མི་སྲུང་ནས་དེ་དང་འགལ་བའི་གི་ལས་ཅིག་གི་ཐོག་ནས། ས་གནས་དེ་གི་བདེ་སྐྱིད་དང་རྒྱལ་ཁབ་དེ་གི་བདེ་སྐྱིད་ཀྱི་གྲུབ་འབྲས་གཅིག་རགས་དགོས་ཟེར་ན་འཇིག་རྟེན་མི་གི་བདེ་སྐྱིད་ཙམ་རགས་རྒྱུ་མེད་པ། བརྒྱ་ཆ་བརྒྱ་རེད། རྒྱུ་མཚན་དེ་ལ་བརྟེན་ནས་དཔེར་ན། ང་རང་ཚོ་གི་འཇིག་རྟེན་མི་གཅིག་གི་ཐད་ལ་བསོད་ནམས་བཏང་བ་རྒྱ་གར་དེ་དང་དེ་གི་འཕྲད་དུ་འགར་ཚ་འགར་བིག་ལས་དེ་བྱས་ཚ་ཡང་ན་མི་འདྲ་གི་སྲེད་ཡང་ན་རྐུ་མ་རྒྱབ་ཡང་ན་ཇག་པ་རྒྱབ་ད་ནང་ཁྲུ་ཆེན་པོ་གི་ཤང་ནས་རྒྱ་གར་དེ་དང་ས་གནས་དེ་གི་འཕྲིན་ལུགས་དུ་འགར་ཚ་དུས་ད་ཁོ་ལ་སྡུག་སྔགས་འཕྲད་རྒྱུ་འབར་ཤིག་པ་རེད་ད་སྡུག་སྔགས་འཕྲད་རྒྱུ་དེ་འཕྲིན་གཞིག་པ་དང་ཉེས་རྟོག་པ་ཟེར་རྒྱུ་ཅན་གི་པོ་ལིས་སི་སི་ཡ་དེ་གི་འཕྲིན་གཞིག་པའི་གང་ཟག་དེ་གི་ཚོ་འཛི་བཟུང་བྱས།

ཆུང་ས་ནས་སོང་ན་སྟོང་དགའ་བ་ཡོད་ན་སྤྱིར་ལོ་ཟླ་ཞག་དུས་འཕྲད་རྒྱུག་གི་ཐུག་གི་ཆད་པ་ལ་སོགས་པའི་ཉེས་ཆད་ཀྱི་དཀའ་ངལ་ཅིག་འཕྲད་ཚར་བ་ཐུག་ཏུ་བབས་ཚར་བ་དེས་ཁོ་རྒྱལ་ཁབ་དེ་དང་ས་གནས་དེ་གའི་འཕྲད་དུ་མགར་བྷི་གི་རྒྱུ་མཚན་ལ་བརྟེན་ནས་ཁོ་ཉེས་ཆད་དུ་འཕྲད་སོང་བ་རེད། ད་སྐབས་དེ་དུས་དེ་ནས་ཤ་སྐྱོགས་དགོས་དུས་དེ་གའི་ཉེས་ཆད་ཀྱི་དཀའ་ངལ་དེ། ཆད་ལུས་ཀྱི་དཀའ་ངལ་ཅིག་སྐྱེས། རང་གི་འཕྲིན་སོགས་ཐུགས་ལ་བབས་གསུང་རྒྱུ་དེ་ལས་ཡར་རེ་ཐར་ཐབས་ཀྱི། འབྲིང་ལུགས་ཀྱི་གཅིག་བཙན་རྒྱུགས་ཞེས་མི་འགྲོ་བ་ཙམ་གྱིས། ཆུང་ལུགས་ཀྱི་གཅིག་སྒྱུ་རྩལ་དཔའ་མགྱོགས་ཀྱི་ཉེས་ཆད་ཚུར་འཇོག་མི་ཤེས་བ་གཅིག་གི་ཆེད་དུ་ད་ཐག་ཤེས་ཏེ་སུས་ཞབས་ཐུག་གི་འདུག་དེ་ནི་ཞབས་ཀྱི་ཚོགས་འོང་དུས་ཙམ་ནས་ཨེ་ནི་རྒྱལ་ཁབ་དེ་ལ་གཅིག་གཞུང་བྱས་ནས་ཞབས་ཞུ་མཁན་གྱི་ཤེས་པ་དང་ལྡན་པ་ཅན་གྱི་དགོས་ངེས་ན་ཐོག་ཏུ་གོ་ས་ཨང་ཆགས་ཀྱི་ནུས་པ་གི་ཐོག་ནས་ཤོག་བུད་ཀྱི་ནུས་པ་དང་ལྡན་མཁན་མི་གཅིག་ཚེ་སྐྱེལ་ནས།

ལྐོག་རྡོག་གི་རྒྱབ་སྦྱོར་ཚད་དཔང་མགྱོགས་འགྲོ་སོང་དུ་བཏང། དེ་ཕ་རོལ་པོ་དེ་ད་ང་གི་སྟེགས་ཀྱི་ཤོ་བུད་ཀྱི་ནུས་པ་དེ་ང་ལ་འདུག་ཤོ་ཤི་བའི་ཤེས་རབ་ང་ལ་འདུག། ཤེས་པ་ནུས་པ་གཉིས་ཁག་ཅན་དེ་ཤེས་མཁན་གཉིས་ཀྱི་ནུས་པ་དེ་ལྡན་དུས་ཙང་ནི་ཁྱོད་ཤོ་གིན་ཟེར་བའི་ལྐོག་ཟས་ཀྱི་ཕུ་ར་བྱེད་རོགས་ཞེས་ཚར་དུས། དེ་ནས་དེ་གི་ནུས་པ་དེ་ཤོང་ནས་དེ་ནི་གཅིག་སྡུག་བསྔལ་དེ་ལ་ཡ།

དེ་ནས་བསོད་ནོར་དེ་ཚེ་འདི་ཉིད་ཀྱི་ལྟོ་གོས་བཏང་གསུང། དཀར་ནག་འཕྲད་ཡོང་ཅིག་བྱིན་ཅིག་དེ་ནས་ཤོག་པ་ཞིག་པ་ལ་ལས་རྒྱུ་འབྲས་ནི་ཁས་མི་ལེན་མི་བྱིན་ཅིག་ཆོས་ལུགས་ཀྱི། ཚེ་སྔ་ཕྱི་ཡང་ཁས་མི་ལེན་པའི་ཆོས་ལུགས་བྱིན་ཅིག་དེ་ནས་ད་ལྟ་གི་བདེ་སྐྱིད་འཚོ་བ་མདོ་བཟང་ཐང་ཆེན་དེ་སྔས་སྲོག་གི་ལས་ལས་བྱུང་བ་གི་ཁས་མི་ལེན་ཚར་དུས་དེ་བདེ་སྡུག་འཚོ་བ་འདྲ་མིན་སྣ་ཚོགས་དེ་སུས་བཟོས་པ་རེད་ཟེར་དུས་རྩ་ནས་འོག་གཞིས་སྤོ་གི་ལྷ་དང་དཀོན་མཆོག་ཟེར་བ་དང་ལྷ་གཅིག་གིས་བཟོ་མཁན་གཅིག་ཡོད་རེད་དེས་བཟོས་པ་རེད་ཟེར་གྱི་ནས། དེ་ལྟའི་ཡིད་སྣང་ཞིག་རང་རང་སོ་སོའི་ཤར་གཞན་ག་གོ་ལ། ཚད་ལྡན་ཁུ་ལྡན་ཞིག་འཛུགས་བཙུགས་རྒྱུ་མེད་ལུང་རིགས་མན་ངག་བཏོན་ནས་གྲུབ་མཐའ་བསྟན་རྒྱུ་མེད་འོང་དུས། དེ་ནས་མཐོང་རྒྱུ་མེད་ས་གཅིག་ལ་ལྷག་ཅིག་བཟོ་མཁན་ཡོད་རེད་ཟེར་ར་ཡིག་མ་སྙུག་པའི་ས་གཅིག་ལ་ལྷག་ཏུ་བཟོ་མཁན་ཡོད་རེད་ཟེར། བཟོ་བྱེད་རྒྱུ་གང་གིས་བཟོས་པ་རེད་བཟོ་བའི་ཚུལ་ག་འདྲས་བཟོས་པ་རེད་བཟོ་བའི་དུས་ག་འདྲས་བཟོས་པ་རེད་ལ་སོགས་པའི་གི་དཔང་རྟགས་ཡིད་དཔྱོད་ཡོད་མཁན་ཞིག་ལ་ས་གཅིག་དཔང་རྟགས་ཚིག་གཅིག་སྣ་གཅིག་བསྟན་རྒྱུ་མེད་ཀྱང།

འདི་ནི་ང་རང་སོགས་ཀྱི་བཀའ་འདི་ནས་ད་བཀའ་རྫོགས་པར་ཆེན་པོ་གླང་ཆེན་ཉི་ཟླའི་གི་ངན་འགྲོ་གི་བཀའ་ནི་བཤད་འདུག་རྒྱུ་ལ་སོགས་པའི་རྗེས་འདི་ཤར་འགྲོ་ཚད་ལྡན་སེང་གེ་འདི་ནི་དེ་ལྟ་བུ་ཞིག་ཚེ་འདི་ཉིད་ཀྱི་ལྟོ་གོས་དང་སྲང་གི་ཤ་ཟ་བྱེད་པའི་སྡུག་བསྔལ་འདི་འདྲ་ཅན་མ་ཡིན་པ་ཅན་ཞིག་སོང་ན་དང། ད་ཁ་ཚང་གང་ནས་ཤེལ་བུ་རལ་འདྲའི་ཐག་སྲང་གི་དེ་ནས་སོང་ན་དོམ་ས་ཤི་ཡང་ཙམ་ཤ་རྒྱུ་ཅན་དེ་སུ་རེད་ཟེར་དུས་ཤེལ་བུ་ཆུང་ངུ་ཞིག་ང་རང་ཡིན་པ་ཅན་ཅིག།

འོ་ད་བྱ་རྒྱུད་ཅིག་གི་མདོ་སྔགས་ཅི་ལས་བྱ་དགོས་ཀྱི་རེད་ཟེར་ན་ནི་མདོ་སྔགས་དེ་ནི་འོ་ཚེ་འདི་ཉིད་ལྟོ་གོས་ཀྱིས་འདོང་གི་མི་འདུག་འོ་ཁ་ལ་ཟ་སྡུག་འདུག་རྒྱ་ལ་གན་སྡུག་འདུག་གི་འདི་འཆག་སྡུག་ལྟོགས་སྡུག་མྱོང་གི་འདུག་འོ་འདྲ་དགྲ་སྡུག་གྱོད་སྡུག་འཕྲད་སོང་དེ་ནས་ཡང་བྱ་རོགས་ཅིག་ཟེར་དེ་འདྲའི་མདོ་སྔགས་ཅན་གྱི་མ་ཡིན་པ་ཅན་གྱི། མཁོ་སྲུང་མཁོ་དབུལ་གྱི་ནད་རིགས་ཀྱི་པོ་ལས་རྒྱུ་འབྲས་ལ་ཡིད་ཆེས་བརྟན་པོ་ཡོད་པ་བཅས་དུག་ཚད་སྔ་ཕྱི་ལ་ཡིད་ཆེས་བརྟན་པོ་ཡོད་པ་སྐད་མཆོང་སོགས་ལྷོད་མེད་དོགས་ཕུད་ཀྱི་ཡིད་ཆེས་བརྟན་པོ་སོང་སྟེ། རྣམ་པར་དག་ཕུད་ཀྱི་ཡིད་ཆེས་རྣམ་པ་སོང་ཚོང་མཁན་གྱི་མ་གཞོན་ནམ་འདིར་ཤགས་སུ་འགྲོ་མཁན་གྱི་ནོམ་པ་སོང་རྒྱས་པ་བཙལ་ནས་མ་རེད་ཟེར་རྒྱུ་བྱས། གཞི་ཤ་ཟུར་འགྲོ་མཁན་གྱི་ནོམ་པ་སངས་རྒྱས་པ་ཚད་ལྡན་གྱི་ཡིན་ན་ཡིན་གཅིག་མེད་གཅིག་གི་ཚད་དུ་ལྡན་པའི་ཡིད་ཆེས་ཀྱི་ལྟ་བ་ནོམ་པ་སངས་ཚོང་མཁན་གྱིས་མདོ་བདེན་མཁན་གྱིས་ཡིན་དགོས་རྒྱུ་རེད་མ་གཏོགས་དེའི་ཡིད་ཆེས་གསུམ་པོ་དེ་རྩ་ནས་མེད་ན་ཤ་ཟུར་འགྲོ་ཐབས་རྩ་ནས་མེད། ཤ་ཟུར་འགྲོ་ཐབས་རྩ་ནས་མ་སོང་གི་ཆ་རྐྱེན་མ་སོང་པ་དེ་ནི་ཕྱི་མ་ནོམ་པ་ཤ་འབྲུག་གི་ཆེད་ཟེར་རྒྱུ་ཅན་དེ་ཡིན་དུས་དེ་ནི་ཤ་འབྲུག་གི་ཚད་ལྡན་གྱི་དུ་འགྲོ་ཐབས་རྩ་ནས་མེད་པ་ཅན་གྱི་རེད་ཟེར་ནས། དེ་བཤད་ཡོང་དུས་ནས་བཟུང་སྟེ་ཚེ་སྔ་ཕྱི་ཁས་ལེན་བར་དོར་ལས་རྒྱུ་འབྲས་ཁས་བླངས་པའི་རྒྱུ་མཚན་ལ་བརྟེན་ནས། ཐ་མ་ཤ་ས་ཞེས་པའི་སྡུག་བསྔལ་སྔུག་སྟེ། སྔས་གསོག་གི་ལས་དང་ད་ལྟའི་ཁྲ་རྐྱེན་གྱིས་ལ་སོགས་པའི་གི་རྒྱུ་རྐྱེན་སོགས་ཀྱི་ལས་དང་རྐྱེན་ལ་སོགས་པ་ལ་བརྟེན་ནས་བྱུང་དགོས་པའི་ཐ་མ་ངན་སོང་སངས་ཀྱི་སྡུག་བསྔལ་ཙམ་དེ་ལས་བརྟགས་ནས་ངན་སོང་སངས་ཀྱི་སྡུག་བསྔལ་ལས་བཤགས་དགོས་པ་ལྟ་བུ་ཅན་གྱིས། ཞེས་པའི་འགྲན་གྱི་བཀའ་སྲོལ་ནི་ངེས་གསང་གསང་དོན་མཐོ་རིས་གསུམ་པོ་སྟེ་རིགས་དྲུག་ཁང་གསུམ་གོང་ལ་བཤད་ཆོག་སྡུག་བསྔལ་འབར་བྱེད་པ་ཡིན་པའི་རྒྱུ་མཚན་གྱིས་རིགས་དྲུག་ཁང་གསུམ་འཁོར་བའི་སྡུག་བསྔལ་མཐའ་དག་ལས་ཡོངས་སུ་ཤོག་དགོས་པའི་དམིགས་ཚད་གཏད་དགོས་རྒྱུ་ཅན་གྱི། ཞེས་པའི་ཆེན་པོའི་བཀའ་སྲོལ་གྱི་གསང་ནོར་སྟོང་དུ་ནི་རིགས་ཁང་གསུམ་དང་རིགས་དྲུག་གི་སྡུག་བསྔལ་ལས་བཤགས་དགོས་པར་མ་ཟད་པ་གཅིག་གིས་ནི་ཤི་བས་སྲིད་ལ་མི་གནས་ཤིང་སྙིང་རྗེས་ཞི་ལ་མི་གནས་པར་གསུང་དུ་བཅར་ནས། སྲིད་པ་གང་གསུང་འཁོར་བུས་ཀྱི་མཐའ་ལས་གྲོགས་བཞིའི་སྤྱོད་པའི་འགྱིང་དེ་འགོག་བཞིའི་སྤྱོད་པའི་སྲིད་མཐའ་འགོག་བཞིའི་སྤྱོད་པའི་ཤེས་རབ་ཙམ་ཡོད་ན་ཡང་གཞི་མཐའ་འགོག་བཞིའི་སྤྱོད་པའི་གཉིས་རྗེས་དབང་མེད་བསྡད་པའི་རྒྱུ་མཚན་ལ་བརྟེན་ནས་ཉན་རང་དགྲ་བཅོམ་པའི་གོ་འཕང་ཐོབ་པ་ལྟ་བུ་དེ་འདྲའི་ཅིག་ཡིན་ན་ཡང་ཕན་མི་ཐོགས་པར་དེ་ཡང་རང་ལ་དགོས་པ་མེད་པ་ཡིན་དུས་རྩ་ནས་དེ་ཚུན་ཆོད་ལས་ཀྱང་ཡོངས་སུ་འདས་པས་དེ་ནི་མཐའ་གཉིས་ལ་མི་གནས་པས་རྫོགས་པའི་སངས་རྒྱས་ཀྱི་ས་ལ་ཡར་ཤོག་སྒོ་རྒྱུད་ཞབས་རྒྱུད་ཅན་དང་སྒོས་རྒྱུད་ཅན་ཐོ་རྒྱུད་ཅན་གྱི་འབྲས་བུ་དེ་ལ་དམིགས་ནས།

རྒྱུ་དང་པོ་ཁྱོད་སྐད་མཆོག་འདི་ཞེས་ཤ་བཞིས་ཆོད་པའི་རྒྱུ་བཤད་ནས་ཤ་ཕུད་ཀྱི་ཤ་འབྲས་མཐའ་དུག་ཐོག་རྒྱག་རྒྱུ་དེ་སུ་རེད་ཟེར་ན། འོ་མཐའ་གཉིས་ལས་ཡོངས་སུ་འདས་ཟིན་པའི་གི་འབྲས་བུ་སངས་རྒྱས་དཀོན་མཆོག་དེ་རང་རེད་ཟེར་ནས། ཤ་འབྲས་སུ་འབྲས་བུ་སངས་རྒྱས་དཀོན་མཆོག་ཁོ་མ་གཏོགས་གྱུར་པའི་དེ་སྲིད་ཀྱི་གཉིས་ཀྱི་སྡུག་བསྔལ་གཉིས་ཀའི་གི་མཐའ་ལས་འདས་སོང་མཁན་གྱི་གྱི་གི་དེ་ནི་ལྕགས་ཚ་བའི་འབྲས་བུ་ལྟར་གཏན་ནས་མི་སྲིད་པ་རེད་ཟེར་གྱི་དེ་དུས་ཐོག་ནས་ཐག་བཅད་རྒྱུ་གི་ཡིད་ཆེས་སྐྱེས། འོ་ད་ཤ་འདྲེ་སངས་རྒྱས་སྐལ་མཆོག་ཚུལ་བཞིན་དུ་ཐོབ་པར་བྱེད་དགོས་ཀྱི་ཡོད་ན་ཐོ་བཞིན་གྱི་རྒྱུ་སྐལ་མཆོག། དམ་པའི་ཆོས་སྐལ་མཆོག་རྒྱུ་དམ་པའི་ཆོས་སྐལ་མཆོག་ཁོ་མ་གཏོགས་མེད་པ་དེ་སུས་བེད་སྤྱོད་ཤེས་ཀྱི་རེད་སུས་གྲོ་བོ་ཞིག་ཐུག་གི་རེད་སུ་གི་སྤྱན་ཞིག་ཤེས་ཀྱི་རེད་སྤྱན་ཞིག་ཤེས་པ་དང། དེ་སྙུན་འབུད་ཀྱི་ཉམས་མྱོང་དང་ལྡན་པ་བྱས་ཏེ་སུ་རེད་ཟེར་ན། ཕ་བུའི་དགེ་འདུན་སྐད་འཕྱུག་དེ་རིགས་མ་གཏོགས་གཞན་གྱི་རྒྱུ་དང་བུ་ཆུའི་སྐད་འཕྱུག་ཤེས་ཀྱི་མ་རེད། ཤ་བཞི་བཅུ་པོའི་རྗེས་ཉམས་མྱོང་ཡོད་མ་རེད་ཉམས་མྱོང་གི་འདང་གི་མ་རེད་ཟེར་ནས། ཤ་བཞི་བཅུ་པོའི་རྒྱུ་ཡོད་པ་ཙམ་གྱིས་རྒྱུ་བེད་སྤྱོད་གཏོང་ཤེས་ཀྱི་མ་རེད་རྒྱུ་དང་བུ་ཆུ་དེ་བེད་སྤྱོད་གཏོང་ཤེས་པ་དང་གཏོང་བཞིན་པའི་ཉམས་མྱོང་དུ་ལྡན་པ་དེ་ཀྱི་གྲོགས་བཀའ་འཁྱུག་དེ་དེ་རྒན་དུ་བཀའ་འཁྱུག་རེད་ཟེར་ནས། དེ་གསུམ་པོ་དེ་ཚོ་རྒྱུན་དུ་ཚོང་པ་གཅིག་ལ་མ་བསྟེན་ན་དེ་ནི་ཤ་ཟུར་འགྲོ་ཐག་རྩ་ནས་མེད་པ་ཅན་ཅིག་དང། ཁོ་སོང་ཁོ་བུད་ཀྱི་སྡུག་བསྔལ་ལས་གྲགས་དགོས་ཀྱི་ཡོད་ན་འདྲ་ངས་སོང་སོང་གྱི་སྡུག་བསྔལ་ལས་གྲགས་དགོས་ཀྱི་ཡོད་ན་སྲིད་དགེ་གཉིས་སྐབས་ཀྱི་མཐའ་གཉིས་སྐབས་ཀྱི་སྡུག་བསྔལ་གྱི་ལས་གྲགས་དགོས་ཀྱི་ཡོད་ན་འདྲ་སྟེ། དེ་ཤ་བཞི་བཅུ་པ་ལ་ད་གང་སོང་སོང་མ་གཏོགས་མི་འདུག་བསམ་པ་དེ་འདྲའི་གི་ཐོག་ནས་དེ་ནི་ཐག་དེ་ཆོད་པའི་གི་ཡིད་ཆེས་ཀྱི་ཐག་ཅིག་ཆོད་ཐེ་ཚང་དུ་བྲལ་བའི་གི་ཡིད་ཆེས་དེའི་གི་གཞི་བཟང་ནས། དེ་ནས་ཤ་འཐུང་མཁན་དེ་གང་སོང་མ་གཏོགས་མེད་པའི་ཐག་ཆོད་ཚར་དུས་གང་སོང་ད་ཤ་མ་སྐྱོ་རང་སྐྱོ་བྱེད་ཀྱི་རྒྱུ་མཚན་དེ་ལ་ཐུག་འདུག་དེ་ནས་ཤ་ཟོས་འགྲོ་ཚུལ་འདྲ་བོ་དེ་ད་དེའི་རྡོག་རྡོག་འདྲ་བོ་གོ་གནས་རྡོག་རྡོག་འདྲ་བོ་དེ་རེད་ད། ད་དེ་སུ་གི་རེད་ཟེར་ན་ཐི་ཤི་ཐི་པ་ཐུན་མོང་གི་ཤ་ཟོས་འགྲོ་བ་རེད་གསུངས་པ་རེད། ཐིགས་པ་ཐུན་མོང་ཟེར་ན་ཉེ་དུའི་ཐིགས་པ་ནས་བཟུང་སྟེ་རང་རྒྱལ་གྱི་ཐིགས་པ་བྱང་ཆུབ་སེམས་དཔའི་ཐིགས་པ་སྔར་གྱི་ཐིགས་པ་གསང་བ་བླ་ན་མེད་པའི་ཐིགས་པ་ཟེར་ནས་མདོར་ན་མདོ་སྡེ་སྣོད་གསང་སྔགས་རྒྱུད་སྡེ་བཞི་ལ་སོགས་པར་བཤད་འདུག་རྒྱུ་ཅན་གྱི་གཅིག་ཐིགས་པ་རིམ་པ་དགུ་གི་ཚུལ་དུ་ཕར་དཀྲོལ་ནས་བཤད། ཐིགས་པ་རིམ་པ་གསུམ་གྱི་ནང་དུ་ཚུལ་བསྡུ་ནས་བཤད། སྤྲོ་བསྡུ་གཉིས་ཀྱི་ནང་ནས་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་མཁས་པ་དང་གྲུབ་པ་ཐོབ་པའི་གི་གང་ཟག་ཤེས་ཤིང་དམ་པ་ནང་གི་དུས་ད་ལྟ་བར་དུ་ལ་ལུང་རིགས་མན་ངག་སངས་ཀྱིས་ཡོངས་སུ་བཅད་ནས་བཤད་འདུག་རྒྱུ་ཆེན་ཏེ། དེ་སྐད་ཐམས་ཅད་ཚང་མ་གི་ཐུན་མོང་གི་དེར་ཤཱཀྱའི་སྤྱོད་པ་སྟེ་ཤཱཀྱའི་སྤྱོད་པའི་རྒྱུ་སྐད་མཆོག་སྟེ་རྒྱུ་དེ་དམ་པའི་ཆོས་མ་གཏོགས་མེད་པ་ཐག་ཆོད་རྒྱུ་ཆེན་ཏེ། རྒྱུ་བེད་སྤྱོད་སྟངས་ཤིང་ཤིང་གི་ཉམས་མྱོང་དུ་ལྡན་པའི་གི་སྤྱད་སྐད་མཆོག་སྟེ་དགེ་འདུན་སྐད་མཆོག་ཁོ་མ་གཏོགས་མེད་མོད་ཀྱི། དེའི་རྒྱུ་རྐྱེན་གཉིས་པོ་དེ་མཚུངས་ན་སོང་ན་རྒྱུ་དང་པོའི་ཆོས་དང་སྐྱེ་རྒས་པའི་ཤིང་གཉིས་ཀྱི་དེ་ནི་སྐྱེ་འཕྱོང་གཉིས་པོ་དེ་མཚུངས་ཚ་སོང་ན་དེ་ནི་དེ་ནི་འབྲས་བུ་སྐྱེ་འཕྱོང་དེ་སངས་རྒྱས་སྐྱེ་འཕྱོང་མཐའ་གཅིག་སྲིད་ཀྱི་གཉེན་གྱི་མཐའ་ལས་ཡོངས་སུ་འདས་ཟིན་པའི་ཀྱི་འབྲས་བུ་མཐའ་དུ་སངས་རྒྱས་ཀྱི་ས་མ་གཏོགས་དེ་ནི་འགྲོ་ས་མེད་རྒྱུ་རྐྱེན་དང། དེ་འདྲའི་རྐྱེན་གྱིས་རང་བཞིན་དེ་ཤེས་ཡོང་དུས་དེ་ནི་བྱམས་པའི་སངས་རྒྱས་དཀོན་མཆོག་ལ་སྨད་ནས་བྱ་སོ་འགྲོ་བ་ཟེར་ཏེ་སྤྲུལ་པ་ཐུན་མོང་གི་འགྲོ་སྟངས་ཅན་གྱི་རེད་བསམ་ནས། ད་ལྟའི་ཐུན་མོང་ལུགས་ལ་སངས་རྒྱས་ལ་བསྟན་པ་འཛིན་གསུངས་རྒྱུ་གཅིག་དེ་རེད། སངས་རྒྱས་ཟེར་མཁན་དེ་ནི་སྐྱབས་སེམས་དཔའི་རྒྱུ་འབྲས་བུ་མཐར་ཐུག་སངས་རྒྱས་རང་ཡིན་པ་ཐག་ཆོད་རྒྱུ་གཅིག་གིས་དེའི་ཐོག་ནས་དེ་ནི་སངས་རྒྱས་ལ་སྐྱབས་སུ་མཆིའོ་ཟེར་རྒྱུ་ཅན།

དེ་ལ་སྒྲུབ་པའི་གྲོགས་སུ་མོས་ཏེའོ་རྐྱེན་ཡིག་སོགས་མོས་པའི་རྟོགས་ཀྱི་སྒོ་ནས་དེ་བཞག་སུ་འགྲོ་དགོས་པ་སྟེ་ཐིགས་པ་ཐུན་མོང་གི་རེས་མ་གིས་ཉེ་དུས་ཐིགས་པ་ནས་རྫོགས་ཆེན་ཨ་ཏིར་ཐུག་བར་དུ་ཐིགས་པ་གསུམ་སྟེ་ཐིགས་པ་དགུ་པོ་ཐུན་མོང་རེད་གསུངས་པ་རེད། དེ་ཡིན་ན་ཡང་ད་ལྟའི་ཐུན་མོང་མིན་པ་ལ་སོ་སོ་ཕར་བཤད་ཞོར་དུ་ཡང་ནང་ཚུད་པས་མ་ཟིན་ད་ལྟའི་རྒྱ་ཆེན་པོ་དང་གཏིང་ཟབ་པོ་ཞི་རགས་ཆགས་འགྲོ་དགོས་རེད་བྱ་འགྲོ་སེང་གེའི་ལས་སླ་པོ་རྩ་བ་ཉིད་ནས་མ་རེད་དེ། དཔེར་ན་ཉེ་དུས་དུ་རོང་སངས་རྒྱས་ལྟ་བུ་སོགས་ནང་བཏང་ནའང་སངས་རྒྱས་ལ་ཤ་ཟུ་འཆད་ཀྱི་ཡིན་ཟེར་གྱི་རེད་ཡིན་ན་ཡང་སངས་རྒྱས་ཁོ་རང་སངས་རྒྱས་སངས་རྒྱས་སུ་ཁས་མི་ལེན་པ་རེད་བྱང་སེམས་བྱང་སེམས་འོག་ཁས་མི་ལེན་པ་རེད། སངས་དབྱངས་སུ་ཨ་རྱ་ཨ་ར་ཧ་སྟེ་སངས་དབྱངས་གསུམ་བུདྡྷ་ཟེར་དུས་རྩ་ནས་འོ་ད་སྒྲ་རྐྱང་པ་གཅིག་ལ།